དེ་སླད་རྣམ་པ་ཚོ། དེ་རིང་ད་གཟའ་ཉི་མ་ཡིན་དུས་སྐབས་ལ་ཨ་ནི་ངའི་སློབ་གྲྭ་གོང་གསལ་ར། སློབ་གྲྭ་གོང་གསལ་ཡིན་དུས་སྐབས་ལ་ཨ་ནི་ང་ནང་ལ་བསྡད་ནས། ང་ཁྱེད་རང་ཚོ་ལ་སྒྲུང་མང་པོ་ཞིག་བཤད་རྒྱུ་ཡིན། ད་ད་ལྟ་ངའི་སྒྲུང་འདིའི་མིང་ལ་གར་ལ་ན། གཡགས་ཟ་ཁང་ཟེར་བ་ཞིག་རེད་ད། སྙེ་མ་སྙེ་མ། ད་འདི་ད། ཨ་མེ་རི་ཀ་ནས་སླེབས་རྒྱུ། བོད་པ་བུ་གཅིག་བོད་པ་སྤུན་ཟླ་གཅིག། ཚུར་སླེབས་ནི། དྷརམ་ས་ལཱ་ལ་འབྱོར་ནི་རྟ་སྐོར་གྲོགས་བོ་ཏོ། ད་ཉིད་ཁོང་གིས་ཁ་ར་ས་ག་ག་འགྲོ་གོ་རེད་བསམ་ནི། རྟ་སྐོར་འགྲོ་འདི་དུས་ཀ་སྲང་ལམ་གཅིག་གི་ལམ་ཀ་ལ་འགྲོ་འདི་དུས་ཀ་ལ་ཁོང་རང་ལ་ཡག་སང་ལ་ཅིག་མཐོང་ནི་ལ། ད་ཁོ་ད་ད་ག་ར་ས་ན་འགྲིག་ས་རེད་བསམ་ནི་ཁོ་ནག་ལོ་རྫུས་དུས་ཀ་ལ། ཡག་སང་ལ་འདི་པད་སྐད་སྒྲ་ཆེ་དྲག་ནི་ཡོད།

དེ་ཟ་ཧང་བདག་པོ་དེ་ཟ་ཧང་བདག་པོ་དེ་ཡིན་ཨ་ནི། ད་ཁོ་རང་གིས་ལས་ཀ་བྱེད་མཁན་ཡོད་ར་ལས་བྱེད་འདི་བཏང་ནི། ད་འདི་ཨེ་ལར་ཏེ། ང་ལ་མོ་མོ་ཞིག་དགོའོ་ལར་ད་མོ་མོ་དང་ཨ་ནི། མོ་མོ་ད་མོ་མོ་ཞིག་དགོ་མོ་མོ་དང་སྔོ་ཚལ་ཞིག་དགོའོ་ལར་ད་ར། ཨ་ནི་སྔོ་ཚལ་མེད་ལར་ཁོ་ཚོ་ཟ་ལ། ཁོ་ཚོ་ཟ་ལ་མོ་མོ་ཐུག་པ་རྒྱ་ཐུག་ཨ་ནི་ད། རྒྱ་ཐུག་དངོས་སྐྱོང་དེ་བདག་དང་ཆོ་མེན་རིགས་འདྲ་བོ་དངོས་སྐྱོང་རིགས་འདྲ་བོ་དང་ཨ་ནི་གཞན་པ་སྔོ་ཚལ་དཔལ་ཚལ་འདྲ་བོ་མེད་ལ་དོ་ཁོ་ལ་ད་ད་ང་རྒྱ་ཐུག་ནི་ཏུང་ངའི་གྲོགས་མ་སོ་ད་ད་ང་འདི་ཏུང་ང་ལ་དོ་ཁ་ལེ་ལེ་མོ་མོ་ཟས་ལ་དོ་ཟ་དུས་ང་ལ་མོ་མོ་ཅིག་ག་དོ་ད་ཁོང་ཚོ་དེའི་ཟེར་ཆུ་ཚོད་ཆ་ག་ཟེར་ལ་མོ་མོ་ལེ་ཚར་ད་མོ་ཁོ་གི་ཡ་མོ་མོ་ཅིག་ཟ་ར་ཁུ་བ་རྒྱ་འཇིབ་ར་ཡ་ཟ་འགྲོ་ཅི་དུ་ག་ལ།